སྒོམ་བཟང། འདི་ག་ནི་སྐུ་ལ་ཁ་རིའི་སྙན་ངག་འཕྲིན་སྦྲེལ་སྤྱི་སྟེགས་ཀྱི་དྲ་ཐོག་རླུང་འཕྲིན་ལེ་ཚན་ཡིན། ང་ནི་ཐེངས་འདིའི་ལེ་ཚན་སྙན་སྒྲོན་པ་ནོར་བུ་བསམ་འགྲུབ་ཡིན། དེ་འཕྲོས་གུས་པས་ལྷན་རྒྱས་ཚུལ་བརྙན་ལམ་དུ། དཔལ་ལྷའི་དུས་ཆེན་གྱི་སྐོར་རོགས་ཙམ་ཞིག་ངོ་སྤྲོད་ཞུ་རྒྱུ་ཡིན་པས། དེ་དོན་ལྷན་རྒྱས་ཚོས་ཐུགས་སེམས་བདེ་བདེ་ལྷོད་ལྷོད་ངང་གསན་གནང་ཡོང་བ་ཞུ། ལོ་གཅིག་ཐེངས་གཅིག་གི་དཔལ་ལའི་དུས་ཆེན་སླར་ཡང་འགོ་ཚུགས་སོང། ད་ནི་དཔལ་ལའི་དུས་ཆེན་ལ་ཚང་མས་མནོ་བསམ་ལེགས་པོ་ཞིག་གནང་དགོས་འདུག། མ་གཞི་དཔལ་ལའི་དུས་ཆེན་ནི་དཔལ་ལྷ་མོ་ལ་གསོལ་མཆོད་ཀྱི་དུས་ཆེན་ཞིག་ཡིན་པ་དང་འདྲ། ཕ་མ་བུ་ཕྲུག་གིས་སྐྱོན་དང་ཉེས་པ་ཁས་བླངས་ཤིང་ཕྱིན་ཆད་མི་བྱེད་པར་འདམ་བཅའ་བའི་འཇའ་མཆོད་སྤེལ་བའི་ཉིན་ཞིག་ཡིན། དེར་བརྟེན་དཔལ་ལས་དུས་ཅི་ལ་འགྱུར་ཤག་གིས་ཉིན་ཡང་བརྗོད་ཆོག། ད་དུང་བཤད་ཚུལ་དུ་དཔལ་ལྡན་ལྷ་མོའི་ཨ་མར་བུ་མོ་གསུམ་ཡོད་པ་སྟེ། བུ་མོ་ཆེ་བ་དཔལ་ལྷ་གྲགས་མོ། བུ་མོ་འབྲིང་བ་གདོང་ཙན་རྒྱལ་མོ། བུ་མོ་ཆུང་བ་དཔལ་ལྷ་གཤེགས་མོ། ཨ་མས་བུ་མོ་ཆུང་བར་གཤེགས་དྲུག་བཅུག་ཀྱང་གཤེགས་མ་དྲུག་པའི་གཤེགས་མང་པོ་ཡོད་པར་སྨོན་ལམ་བརྒྱབ་པས། དགུང་དང་ལྷ་མོར་ཙི་ཙི་མང་པོ་གོ་བ། བུ་མོ་འབྲིང་བ་སྤྱོད་པ་ཧ་ཅང་རྩུབ་པ་དང་ཁ་ལ་མི་ཉན་པ་སོགས་ཀྱི་སློང་མོ་བར་གྱུར་བས་སྨོན་ལམ་ཁྱབ་པས་གདོང་ཆེན་ཟུར་དུ་སློང་མོ་ཡི་ཚུལ་དུ་ལམ་ཟུར་དུ་ཡོད་པ། བུ་མོ་རྒན་པས་སྐྱིད་པ་གང་བྱུང་བསྟེན་པ་སོགས་ཀྱི་ཁྱོ་ག་ལོ་གཅིག་ལ་ཐེངས་གཅིག་ལས་མ་ཐུག་པས་སྨོན་ལམ་ཁྱབ་པས་དཔལ་ལྡན་དུས་ཆེན་འབྱུང་བར་བཤད། གཏམ་རྒྱུད་དེ་ལས་ཕ་མའི་ཁ་ལ་མི་ཉན་ན་ཕ་མའི་སྨོན་ལམ་གྱི་དབང་གིས། བུ་ཕྲུག་ལས་དབང་ལ་འགྱུར་ལྡོག་འགྲོ་བ་བསྟན་པ་ཞིག་ཡིན། ལྷ་ས་བས་ཕྲུ་གུར་སློབ་གསོ་རྒྱག་སྐབས་ཕ་མའི་ཁ་ལ་མ་ཉན་ན་དཔེ་ལ་བལ་གདོང་ནང་བཞིན་འོང་ཟེར་བ་བཞིན། གཞན་ཡང་ལས་འབྲས་དང་སྙིང་རྗེའི་དོན་སྙིང་གསལ་པོར་མངོན། ལྷག་པར་དུ་རྒྱུད་བཤགས་ཀྱི་དོན་སྙིང་ཡོད་པ་དེ་བུ་ཕྲུག་སུ་ཡིན་རུང། ཕ་མར་ཁ་ལེན་དང་བཀའ་ལ་མི་ཉན་པ་སོགས་ཀྱི་ཉེས་པ་དང། ཡང་ན་ཕ་མའི་བཀའ་དྲིན་མཇལ་མ་ཐུབ་པའི་རྒྱུ་བཤགས་གནང་དགོས་པ། ཕ་མས་ཀྱང་མདོར་གནང་དགོས་པའི་རྒྱུ་བཤགས་ཡོད་པ། བུ་ཕྲུག་གིས་མ་ཉན་པར་ཕ་མ་རླུང་གིས་མནར་ཡང་རང་ཉིད་ཀྱི་བུ་ཕྲུག་ལ་འཇམ་སྐྱོང་དང་སྙིང་རྗེས་སྨོན་ལམ་གནང་བ་ལས་གདུག་རྩུབ་ཀྱི་གསུང་དང་ཕྱག་སྐྱོང་སོགས་གནང་མི་རུང་བ། དེ་བཞིན་དུ་འདུལ་ཆེན་ཅི་ཡིན་རུང། འདིའི་འབྱུང་ཁུངས་ནི་ལོ་རྒྱུས་དང་དམངས་ཁྲོད་སོགས་འབྲེལ་བ་ཆེན་པོ་ཡོད་པ་སྨོས་ཅི་དགོས། སྲོལ་རྒྱུན་གྱི་དུས་ཆེན་ལ་དུས་རབས་གསར་དང་བསྟུན་ནས་དོན་སྙིང་ཡོད་པའི་འཇའ་སྤྱོད་གསར་པ་ཁ་སྣོན་གནང་བར་ང་ཚོས་སྐྱོན་ཆ་ཅི་ཡང་མཐོང་རྒྱུ་མི་འདུག། གལ་ཆེ་ཤོས་ནི་དུས་ཆེན་རྣམ་པ་སྤེལ་ཕྱོགས་ནས་རིག་གནས་ཀྱི་དོན་སྙིང་གཏིང་ཟབ་ཞིག་བསྟན་གྱི་ཡོད་དང་མེད་པ་དེ་རེད། དཔེར་ན་ཡུལ་ག་རུ་དཔལ་ལའི་དུས་ཆེན་ལ་ན་གཞོན་དུ་སོན་པའི་བུ་མོ་རྣམས་ཕ་མའི་བཀའ་ལ་ཡག་པོ་ཉན་དགོས་པའི་བསླབ་བྱ་བགྱི་བ་དང། བུ་མོ་ལོ་ན་བཅུ་དྲུག་ཟིན་སྐབས་སྤ་ཕྲུག་གཡོག་གསོལ་གྱི་མཛད་སྒོ་སྤེལ་ཏེ་མི་རྒན་སོན་པའི་བཀྲ་ཤིས་སྨོན་འདུན་གནང་བ། སྔར་ཡུལ་ག་རེ་སྙིང་རྗེ་མཚོན་པའི་ཕྱིར་ཕ་མ་སྤུན་མཆེད་ཀྱི་བུ་ཕྲུག་དང་གཡོག་པོ་སོགས་ལ་དངུལ་དང་སྙན་པ་བྱིན་ཡོད། འོན་ཀྱང་དེང་རབས་ཁུངས་མེད་ལུང་མེད་ཀྱི་འུར་ཤུབས་འཕྲོག་སྟེ་བུ་མོས་ཁྲའི་ངོ་ཚ་མ་ཚིམས་པར་སྐྱེས་བུ་རྣམས་ལ་ཨུ་ཚུགས་ཀྱིས་དངུལ་སློང་བའི་འདའ་གསོལ་ཉན་པར་གྱུར། འགའ་ཞིག་གིས་དཔལ་ལའི་དུས་ཆེན་དང་དཔལ་ལའི་གཏམ་བཤད་པའི་དུས་ཆེན་གྱི་ཐ་སྙད་གཉིས་ཀྱང་མགོ་ནོར་ཐེབས་ཏེ་འཆལ་གཏམ་སྨྲས་ནས་དངུལ་སློང་གི་ཡོད། འགྱོད་བཤགས་ཀྱི་ཉིན་ཞིག་ཡིན་པས་དཔལ་ལའི་དུས་ཆེན་ནི་སློང་མོའི་དུས་ཆེན་དུ་ཆགས་འདུག། དེ་ནི་དཔལ་ལས་དུས་བཞིན་གྱི་རིན་གནས་རིན་ཐང་སྔོན་མེད་པ་དང་དེ་ལས་ལྡོག་སྟེ་དཔལ་ལྷ་མོར་དད་སེམས་དང་བརྩི་འཇོག་མེད་པ་ཡང་མཚོན་ཐུབ། གངས་ལྗོངས་ཀྱི་སྲོལ་རྒྱུན་དང་ཕྱི་གླིང་གི་སྤྱི་ཚོགས་ནང་དངུལ་སློང་བའི་བསམ་སྦྱོར་ལ་ཐམས་ཅད་ཀྱིས་ཐལ་མོ་བཏོན་ནས་བསྔགས་བརྗོད་བྱེད་མི་སྲིད་ལ། འདི་ལྟ་བུའི་གོམས་གཤིས་མཐོང་དུས་ཙམ་གྱིས་སྐྱུག་བྲོའམ་བབ་ཆགས་ངན་པ་ཞིག་ཡོང་བར་ཐེ་ཚོམ་མེད། མིང་གང་འདྲ་ཞིག་བཏགས་ཀྱང་འདྲ། ཁ་ཇི་ལྟར་ཞིག་གཡར་ཡང་འདྲ། གང་ལྟར་བུ་མོ་ཐང་ཐང་ཞིག་གིས་ལག་གཉིས་བརྐྱངས་ནས་གཞན་ལ་དངུལ་སློང་བའི་ཡར་བཅོས་ཙམ་གྱིས་བུ་མོ་གཉིས་ཀྱི་རིན་ཐང་དང་སྤྱི་ཚོགས་ཀྱི་ཐོབ་ཐང་སོགས་དམའ་རུ་སོང་བའི་མངོན་རྟགས་ཡིན་པ་ལས། བུ་མོའི་ཕྱི་ཡུལ་གྱི་མཛེས་ཉམས་དང་ནང་སེམས་ཀྱི་ཡོན་ཏན་སྤུ་ཙམ་ཡང་མི་མཐོང། ལྷག་པར་དུ་བོད་མི་རིགས་ཀྱི་སྲོལ་བཟང་དང་ཡ་རབས་གུས་ཞབས་ལྡན་པའི་རིག་གནས་ལ་རྨ་ཁ་བཟོ་བ་མ་ཟད། ཕྱི་གླིང་ཚོས་བལྟས་ན་ཡང་མཐོང་མ་ཐུབ་པ་དང། རང་ཅག་ཁ་བ་ཅན་ལ་བབ་ཆགས་ཀྱི་ལྟ་སྟངས་ངན་པ་ཞིག་ཡོང་སྲིད། བུ་མོའི་མིང་རྗེས་ཐོག་ནས་བྱོས་ཀྱང་རུང། བོད་མི་རིགས་ཀྱི་མཚན་སྙན་ཕྱོགས་ནས་བཅད་ཀྱང་རུང། རྒྱལ་སྲས་མནོ་བསམ་མ་བཏང་བར་དཔལ་ལས་དུས་ཕྱིན་བེད་སྤྱད་ནས་གཞན་ལ་དངུལ་སློང་བ་ན་ཐ་ཤལ་གྱི་རྣམ་པ་ཞིག་མཐོང་བ་ལས་དགེ་མཚན་གཞན་ཅི་ཡང་མངོན་གྱིན་མི་འདུག། ཕྱིས་སུ་སྐྱེ་བོ་ཀུན་གྱིས་བློ་གྲོས་ལ་བརྟེན་ནས་བླང་དོར་ངང་བོད་གངས་ཅན་གྱི་ཡ་རབས་སྲོལ་བཟང་དང་རིན་ཐང་ལྡན་པའི་དུས་ཆེན་མཉམ་མཇོད་ཡོང་བའི་བཀྲ་ཤིས་སྨོན་འདུན་ཞུ།